གྲོགས་མོ་ཡག་པོ། ཤི་མ་སོང། ཁོ་རང་ཚོའི་གྲོགས་མོ་ཏག་ཏག་ཤི་བ་ཡིན་ན་ད་ནི་ད་དེ་རིང་འུ་གཉིས་གྲོགས་འདོད་གི། རྩིས་སྤྲོད་རྩིས་ལེན་དེ་དཔེ་ཡག་པོ་ཞིག་འུ་གཅིག་ཆགས་ནས་གི་གི། བཀྲ་ཤིས་ལོ་ལགས་གཞུང་དེ་ཡོད་རེད་ཡིན་པ་ཡིན་ནོ། ཁོ་རང་ཚོ་ཤུ་རི་ཤི་སོང་ཨ། ཤུ་རི་ཤི་བ་གི་ཉིན་ལ་ལ་ད་ནི་གི་གི་ཅི་ཐོག་འུ་གཉིས་གྲོགས་འདོད་གི་དེ་གི་ཞབས་འདྲེན་གང་ལ་གང་འཚམས་ཤི་སོང་དེ་ནི་ལྷག་པར་དུ་ཆུ་སྐྱེས་བསྟན་འཛིན་ཡོང་ནས་གི་གི་དཔེ་དེ། མཛེས་སྐུ་ལ་གཏོར་བརླག་གཏོང་སོང་འཁྲུག་པ་བྱས་ནས་གི་གི་སི་ཁུལ་བཀྲས་མཐོང་མཉམ་པོ་གི་འཁྲུག་པ་བྱས་ནས། ངོ་ནི་གྲོང་ནི་གི་མོ་ཤི་ལུག་པི་གོར་དང། ཚོན་ཁོང་ལང་ལུག་ནི་གི་གི་ཚོན་དུ་ཚོན་ནི་གི་གི་སྦྲུལ་ཁྲི་མ་གི་ནི་གི་སི་ཁུལ་རི་ཁྲི་ལ་འཁྲུག་པ་བྱ་མཁན་དེ་འདྲ་ཡོད་པ་ཡིན་ན། ཡིན་གཅིག་མིན་གཉིས་གི་པི་གོར་དང། ཚོན་དུ་ཚོན་པ་ལ་གཏོར་བརླག་གཏོང་མཁན་མི་གཅིག་གི་གཏོར་བརླག་གཏོང་ཐུབ་ཀི་ཡོད་དང་དེ་འདྲ་ཡིན་པ་སོང་ཙང་སྦྲུལ་ཁྲི་མ་གི་པ་ཡིན་ན།

འདི་འདྲ་ཡིན་པ་སོང་ཙང་བར་ཆད་གཏོང་ནས་ཁོས་སྐད་ཆ་བཤད་ཐུབ་ཀྱི་ཡོད་མ་རེད། འདི་འདྲ་བྱ་དགོས་འདུག་ཡིན་དང་ཡིན་ནའང་ཁོ་རང་ཚོའི་ཞུ་གཏུག་གི་མི། དཔེར་ན། བོད་མི་ལམ་གི་ལས་འགུལ་ཁང་གི་ཚོགས་གཙོ་བྱས་བ། དེ་ཡིས་སྤྱི་མི་འདི་གི་སྐད་ཆ་ག་ཚད་བཤད་པ་ཡིན་ནའང་བཤད་ཅི་གི་འདུག་བར་ཆད་གཏོང་གི་མི་འདུག་ད་ག་ནང་བའི་འདི། ཆུ་གཅིག་གི་སྐད་ཆ་བཤད་པའི་སྐབས་སུ་རྩ་བ་ཉིད་ནས་ཀྱི་གི་བར་ཆད་གཏོང་གི་མི་འདུག་ལྷག་པར་དུ་ཆུ་གཅིག་གི་སྐད་ཆ་འདི་འགའ་གཞན་སུ་ཤི་ཡག་གི་རེ་བ་ཞིག་རྒྱག་གི་འདུག་ཡིན་པ་ཡིན་ནའང་ཆུ་གཅིག་གི་མི་སེར་གྱི་སྐད་ཆ་འདི་འགའ་ཅིག་བཀག་འགོག་བྱེད་ཤེས་མ་སོང། ཆུ་གཅིག་གི་སྐད་ཆ་ག་རེ་བཤད་སོང་ཟེར་བ་ཡིན་ན།

Security ལ་འཁྲུག་པ་བརྒྱབ་ནས་ཀི་གི། དེ་འདྲ་ཞིག་ཡོད་རེད་ད་ལྟ་ཡང་སྐད་ཆ་ཞིག་གཅིག་ཡོད་ད། བར་ཆད་བཙལ་བ་ཡིན་ཉིད་ནས་དང་གི་ཡོད་མ་རེད་མེ་ཁི་ཧྥོང་ནོར་ལུག་གི་སྐད་ཆ་ཞིག་པའི་ནི་བར་ཆད་བཏང་ནས་ཀི་སྐད་ཆ་ཞིག་ཐུག་མ་རེད་བ། བཙལ་བ་ཉིད་ནས་ཀི་གི། བཤད་གི་ཡོད་མ་རེད་ནུབ་ལ་མོ་སྐད་ཆ་ཞིག་པ་དེ། ཤི་མི་གཅིག་བས་དེ་ཁོ་རང་ཚོ་ལ་ནུབ་གི་ཡོད་རེད་བ་གང་ཡིན་ཟེར་པ་ནི་ཁོ་རང་ཚོ་ཤུ་རུ་བཞག་གི་འདུག་བ་ཁོ་རང་ཚོའི།

དཔེ་དེ་དྲི་བ་གཏོང་པ་སྐབས་སུ་སྐར་མ་གཅིག་ཡོད་མ་བཞི་ཡོད་མ་རེད་དེ་ནོར་འདུག་གི། མི་མང་གཙོས་པ་པ་པ་ནི་གི་ཐོག་མ་གསུམ་བཞི། མ་མཐའ་ཡང་ཐོག་མ་གསུམ་ཟེར་གི་དེ་འདྲ་ཞིག་འོང་གྲོགས་ནི་གི་བར་ཆད་གཏོང་སོང། དེ་འདྲ་ཞིག་ནི་གི་མི་དེ་ཚོས་སྐད་ཆ་བཤད་ཅི་གི་མ་རུང་བ་དེ་འདྲ་ཡོད། སྐད་ཆ་བཤད་ནི་གི་དྲི་བ་ལ་བསམ་བློ་གཏོང་ཡོད་ནི་གི་བ་པ་པ་ཚོ་ནི་སྐད་ཆ་བཤད་གི་ཡོད་དྲི་བ་བསམ་བློ་ཡག་པོ་གཏོང་ཐུབ་གི་མ་རུང། མི་རེ་བ་མི་བསམ་བློ་གཞན་པ་གི་བར་ཆད་གཏོང་པ་ནི་ཡན་གི་རུང་བ། འདི་ཆོས་ཉིད་རུང་བ།

སྲིད་སྐུལ་བཀྲུ་མ་ཐུབ་པ་ཡིན་ན་ད་ནི་དེ་འི་འོས་མི་ལྷན་ཚོགས་དེ་ཚོའི་རྩ་བ་ཉིད་ནས་བར་ཆད་གཏང་གི་མི་འདུག་ཆོས་རྗེ་བོ་སྐད་ཆ་བཤད་པའི་སྐབས་སུ་མོ་རང་ཚོའི་མི་ཀོ་ཧྥོན་ནོར་ལ་སྐད་ཆ་བཤད་པ་ཡིན་ན་སྐད་ཆ་གཉིས་ཀ་མཉམ་པོ་ཐུག་རོགས་དེ་འདྲ་ཡིན་པ་སོང་ཙང་ཆོས་རྗེ་གི་རྩ་བ་ཉིད་ནས་ཀི་རིག་པ་འདྲ་ནི་ཀི་སྐད་ཆ་བཤད་ཐུབ་ཀི་མ་རེད། མོ་རང་ཚོའི་ཁོང་ཚིག་འདི་ཀི་ནོར་བུ་ལྷ་མོ་ལ་དེ་འདྲ་བཞིན་ནི་ཀི་བར་ཆད་གཏང་གི་འདུག་ཡིན་པ་ཡིན་ན་ཡང།

བྱམས་བརྩེ་གང་འདྲ་ཡོང་གི་རེད་ཡོང་གི་མ་རེད་པ། ཡིན་པ་ཡིན་ནའོ་བྷི་གིས་དེ་འདྲ་སྐད་ཆ་རྫིག་པོ་བཤད་གི་འདུག་ང་ཚོས་དཀའ་ལ་ཉེན་དགོས་རེད་ཉེན་ཡང་དེ་ཁྲིམས་རེད་ཁྱེད་རང་ཚོས་ང་ཚོས་ག་རེ་བྱེད་ན་ཉེན་དགོས་རེད་འདུག་ཁོ་རང་ཚོས་རྒྱལ་པོ་ནང་བཞིན་བསམ་བློ་དེ་འདྲ་གཏོང་གི་འདུག་ཁྱེད་རང་ཚོ་གལ་སྲིད་རྒྱལ་པོ་ཡིན་པའི་དབང་དུ་སོང་པ་ཡིན་ནའོ་དྲང་མོ་ཞིག་གོ་རེད་པ་དྲང་མོ་མ་ཤེས་པ་ཡིན་ན་འབངས་མི་ཚེ་རྒལ་གི་མ་རེད་པ། སྤྱི་ཚོགས་ནོར་འདུག་གི་བརྡབ་གསིག་དང་དངུལ་ལོས་ཡོང་གི་རེད་པ། མང་གཙོ་གི་ཁྲིམས་དང་སྒྲིག་གཞི་ནོར་འདུག་གི་དྲང་མོ་དྲང་ཆགས་བྱེད་དགོས་རེད་པ།

ཁོ་རང་ཚོ་ཞོ་ཏོག་གི་བུད་མེད་ཚོ་པ་ཡིན་ན་འདྲ་གི་འདུག་ཁོ་རང་ཚོ་ཞོ་ཏོག་གི་རྒྱབ་སྐྱོར་བྱེད་ས་གི་མི་དེ་ཚོས་གི་ཁྱེད་ཅག་ག་རེ་བྱེད་པ་ཡིན་ནམ། གང་ཐ་ཐུག་གི་གོ་སྐབས་འཕྲད་འདུག་གི་འདྲ། གསལ་བ་ཡིན་ནི་གི་དྲང་མོ་མ་རེད། ཁྱེད་རང་ཚོས་དབུས་ཡི་བུད་མེད་ཚོ་པ་ཚད་ལྡན་གྱིས་ཤེས་དགོས་བ་བསམ་པ་ཡིན་ན། ཚང་མ་ལ་སྐར་མ་འདྲ་མཉམ་སྤྲད་དགོས་རེད། སྐར་མ་གཉིས་གཉིས་ན་གཉིས་གཉིས། ང་ལྔ་ཡིན་ན་ང་ལྔ། ནེའུ་ཡོག་མི་སྣ་དེ་ཚོས་སྐར་མ་གཉིས་གཉིས་ཡོང་མིན་ན་ང་ལྔ། ད་ག་ས་དྲི་བ་གཏོང་མཁན་དེ་ཚོས།

གང་ཡིན་ཞེས་པ་ནི་མི་གཅིག་གིས་སྐད་ཆ་བཤད་པའི་སྐབས་སུ་མི་གཞན་པ་དེ་གིས་སྐད་ཆ་བཤད་པ་ཡིན་ན་དེ་ནི་སྐད་ཆ་བཤད་མཁན་དེའི་བསམ་བློ་འཁྲུལ་འགྲོ་རེད། བར་ཆད་དང་ནི་སྐད་ཆ་བཤད་ཐུབ་ཀྱི་མ་རེད་སྐད་ཆ་བཤད་པ་ཡིན་ནའང་ཐུགས་ནི་བཙལ་བ་ཡིན་གྱི་ཤུགས་ལུས་ཡག་པོ་འགྲོ་གི་མ་རེད། དེ་འདྲ་ཞིག་བཀག་ཐུབ་ཀྱི་ཡོད་རེད་ཟེར་ཡིན་པས་ན་བཀག་ཀ་ཉན་གི་མི་འདུག། མ་བསྐལ་པ་དབང་གིས་ཤུ་རི་རེད་ཤུ་རི་ཡིན་པ་དེ་ནུབ་བླ་མ་ཁོ་རང་གི་དངུལ་སུ་གསོང་གི་འདུག་ངོ་ནི་དྲང་གནས་གོ་ཕེ་དེ་ང་ཚོ་ལྟ་བ་ནི་ཧ་གོ་གི་འདུག་གཅིག་སྐད་ཆ་བཤད་པ་ནི་དབུས་གི་མི་དེ་ཚོས་སྐད་ཆ་བཤད་ཀྱི་ཡོག་མ་རེད་བ་ཕྱི་བཏང་གི་ཡོག་མ་རེད་མི་གཞན་པ་གཅིག་སྐད་ཆ་བཤད་པ་ནི་བ་ཕྱི་བཏང་གི་ཡོག་རེད་གྲོགས་མོ་མ་རེད་བ།

ཆགས་སྡང་བདུད་བཞི་ལ་རྩ་བ་ཉིད་ནས་གུས། གྱི་གྱུ་མི་ཤེས་མཁན་དེ་འདྲ་ཅི་རེད། ཡིན་གྱི་ཡིན་གྱི་ལའང་མོ་རང་ངོ་མོ་རང་ཡ་རབས་སྤྱོད་བཟང་ཞེའུ་སྐྱིད་ཡིན་འདུག་འདུག་དང། ཉམ་ཆུང། མི་གཞན་པའི་གོ་མོ་རང་ལ་ཐུབ་ཚོད་བཏང་འོ་བ་ཅང་ཅང་སྐད་ཆ་བཤད་གི་འདུག། མི་གཞན་པའི་གོ་མོ་རང་ལ་ཐུབ་ཚོད་ག་འདྲ་ཞིག་བཏང་འདུག་ད་ལ་ཧ་གོ་གི་འདུག། མོ་རང་ངོ་མི་གཞན་པ་ལ་ཐུབ་ཚོད་བཏང། མོ་རང་མི་གཞན་པ་ལ་ཐུབ་ཚོད་བཏང་མཁན་རེད་ཤག།

བསམ་བློ་བཏང་དང་དངོས་གནས་དྲང་བདེན་གྱི་བུད་མེད་ཀྱི་ཞབས་འདྲེན། གཞོན་སྐྱེས་བུད་མེད་ཚོ་ལ་མིག་དཔེ་གདུལ་བྱ་བསྟན་མཁན། བོད་པ་གྱི་གཞོན་སྐྱེས་དེ་ཚོ་ལ་མིག་དཔེ་གདུལ་བྱ་བསྟན་མཁན་ཟེར་ན་དེ་འདྲ་རེད་དཱ། དེ་འདྲ་ཅིས་དར་ནག་ཚོད་དཔག་གི་བེད་སྤྱོད་བཏང་ནས་གོད་འགྲོ་གི་ཡོད་རེད་དཱ། ད་ང་ཚོས་དར་ནག་ཚོད་དཔག་ད་དཱ། ད་དེ་རིང་དབུས་འོས་མི་ལྷན་ཚོགས་ཀྱི་དངོས་གནས་དྲང་གནས་ཀྱི་ཞུ་བཤད་སྟངས་འདི་ལ་བསམ་བསྟོན་པ་ཡིན་ན་ང་ཚོ་བོད་པ་གི་དངོས་གནས་དྲང་གནས་ཀྱི་འདི་དབུས་དེ་སུ་མི་ཁེན་ཚ་མི་ངན་དེ་འདྲ་གི་ལག་པ་ལ་ཤོར་འདུག་དྲང་མོ་བཤད་མི་ཐུབ་མཁན་ཡང་མིན་པ་ཡིན་ན་ང་ཚོ་བོད་པ་གི་ལས་པ་ནོར་འདུག་གི་ཤུགས་རིང་མ་བྱེད། དྲག་མོ་དང་ལྡན་པ་བྱས་ཏེ་དེའི་ཁྲག་གི་རྒྱུན་གོམས་གཤིས་དེ་མ་འཇབ་པར་འོང་གི་ཡིན་སྲིད་པ་རེད། ངུ་ནི་གྲོགས་ནི་གོ་གྲོགས་མོ་ཞེས་ཐུགས་ཁེངས་འདུག་ད། ད་ལྟ་འདྲ་བོ་ཡིན་པ་ཡིན་ན་ངུ་ནི་གྲོགས་ནི་གི་ཨ་རིའི་གཞུང་གི་ཁྲིམས་ལུགས་ཀྱི་བུད་མེད་ལྷན་ཚོགས་གཉིས་ཀྱི་འགྲིག་པ་བྱུང་ཡོད་བར་མ་བྱས། མཐུན་གཅིག་ཡོད་བར་མ་བྱས་ཨ་རིའི་གཞུང་གི་ཁྲིམས་མེད་པ་ཡིན་ན་རྒྱལ་ཁྱབ་རྒྱལ། བུད་མེད་ཚོས་པ་ཁོ་རང་ཚོའི་ནང་འདྲི་ཤེས་པ་དགོས། ཨ་མ་མེད་པ་དེ་བརྒྱ་ཆ་བརྒྱ་ག་རེད། ད་ནི་འདི་སྒང་ལ་བཀའ་ཤག་སྤེན་པ་ཚེ་རིང་ཡིན་པ་ཡིན་ནའང་ཤུགས་རེ་བཞག་གི་འདུག་བ། ད་ནི་ད་ག་ནང་བའི་འདི་ནི་ཡུ་གུ། བུ་རུའི་སྤྱི་མཐུན་ཚོགས་པ་ཡིན་པ་ཡིན་ནའང་དེ་ཚོའི་དག་སྣང་རེད་འདུག་བ་དེ་ཚོས་ཤུགས་རེ་བཞག་གི་འདུག་བ། དེ་འདྲ་ཞིག་ནི་གི་གི་རྩ་བ་ཉིད་ནི་གི་གི་ནང་ཁུལ་གྱི་འགྲུབ་མི་ཐུབ་པ་དེ་བརྒྱ་ཆ་བརྒྱ་ག་རེད། ང་ཚོ་བོད་པ་དེ་ཚོས་ཤུགས་ཆེ་ནི་གི་གི་བསམ་བློ་བཏང་པ་ཡིན་ན་དངོས་གནས་ཐབས་སྐྱོ་བོ་དེ་འདྲ་ཆགས་ཡག་ར་བ། ང་ཚོ་ནོར་ལུག་གི་གོས་དག་འོང་ཆ་ཡོང་མཁན་མི་དེ་ཚོས་ནོར་ལུག་གི་གོས་ནན་ག་གང་མི་གྲངས་མོ་གཅིག་ག་མ་ཡོད་པ་རེད་བས་ད་ཀོང་ཅོང་ཞབས་འདྲེན་མ་རེད་བས་ད། ད་ད་ནག་ཚོགས་པ་ལ་དེ་འདྲ་ཤོར་བ་ཡིན་ན་ད་ད་ནག་ནོར་ལུག་གི་གོས་མི་གྲངས་མོ་གཅིག་མེད་པ་དེ་ད་ངོ་ནི་གྲངས་ནས་ག་ཤི་ལུག་གི་ཐོ་འགོད་དོ།